འདི་སྔས་མའི་གྲོས་ཚོགས་ཀྱི་སྐབས་ལ་ཡག་ཐག་སྐད་སྒྲ་ཆེན་པོ་བྱུང་དེ་ཡག་གི་ཨ་རིག་གི་བོད་གྲོང་སྐོར་དེ་རེད། ཨ་རིག་གི་བོད་གྲོང་སྐོར་ལ་ཆ་བཞག་པ་ཡིན་ན་སྐབས་དུས་དུས་སོ་སོ་ང་ཚོ་རྩིས་ཁྲ་ཚོགས་ཆུང་གི་ནང་ལ་ཡོད་ལ་དུས་དུས་མཐོང་སོང་མཐོང་པ་ན་ཆ་གྲོས་ཚོགས་འདིའི་ནང་ལོགས་ལ་ཅོག་ཅེ་གྲོས་ཆོད་ཅིག་ཁེབས་པ་ཡིན། དེ་གནས་སྟངས་དེ་དགོས་ས་མ་འདུག་བསམ་སོང་རེད་དེ་ཡིན་ན་ཡང་གྲོས་ཚོགས་འདིའི་ཐོག་ནས་དེ་ལ་རྒྱབ་སྐྱོར་བྱེད་ཅེས་བཀའ་འཁྲོལ་གནང་ཡོད་རེད། བཀའ་འཁྲོལ་དེ་དམའ་ན་མཐའ་མེད་འགྲོ་བ་ཆགས་ཡོད་རེད་ག་ལ་ན་སྐབས་དུས་དུས་དཔལ་ལྡན་སྲིད་སྐྱོང་མཆོག་གིས་དེ་ལྟར་བཀའ་མོལ་ཤུགས་ཆེན་པོ་གཅིག་ག་རེ་གནང་ཡོད་རེད་ལབ་ན། ད་འདི་བོད་གྲོང་འདི་ཞེ་དྲག་གི་གལ་ཆེན་པོ་ཡིན་ང་ཚོ་ལོ་མང་པོ་ལ་དཀའ་ལས་རྒྱབ་ཚར་རྒྱུ་ཡིན། ད་དེ་རིང་འདི་ནས་བཀའ་ཁྲོལ་མ་ཐོབ་པ་ཡིན་ན་རྗེས་མ་འདི། རྗེས་མ་འདི་འདྲའི་གོ་སྐབས་འདི་ཁག་པོ་ཞུ་ཆོག་ང་ཚོ་གྲ་སྒྲིག་ཨང་གསལ་ཡིན་གྲོས་ཚོགས་ཀྱི་གལ་སྲིད་བཀའ་ཁྲོལ་མ་གནང་པ་ཡིན་ན། ད་མ་འོངས་པ་དེ་འདྲའི་ལོ་ཡོད་ཀྱི་ད་དཔེར་དུ་ང་ཚོ་བོད་གྲོང་གི་ཐོག་ལ་ད་ལས་གཞི་ཆེན་པོ་གཅིག་བཀའ་བསྟན་སྤྱི་གཉིས་འགྲོ་འདུག་གྲོས་ཚོགས་ཡིན་མདོག་མདོག་གི་བཀའ་མོལ་གཅིག་གནང་བྱས་ནས་མཐའ་མ་དེ་གྲོས་ཚོགས་འཐུས་མི་སེམས་པ་ཆུང་ཆུང་མང་པོ་ཅིག་གི་ཐད་ལ་རྒྱབ་སྐྱོར་བྱས་རྗེས་མཐའ་མ་བཀའ་ཁྲོལ་ཐོབ་རེད། ད་བཀའ་ཁྲོལ་ཐོབ་པའི་གནས་སྟངས་འདིའི་ཐོག་ནས་ག་རེ་ཆགས་འདུག་དངོས་གནས་གཙོ་བ་དོན་སྲིད་སྐྱོང་གིས་གྲོས་ཚོགས་ལ་དབུ་སྐོར་བཏང་བའི་གནས་སྟངས་ཆགས་འདུག་བ་དོན་སྲིད་སྐྱོང་གིས་གྲོས་ཚོགས་ལ་དབུ་སྐོར་བཏང་བ་ཡིན་ན་ད་ག་རེ་བྱེད་ཡ་ཡོད། དངོས་གནས་བྱས་ན་གྲོས་ཚོགས་ཚད་ལྡན་ཅིག་ཡིན་ན་བཀའ་ཤག་འཕོ་འགྱུར་བཏང་ཡ་གི་གནས་སྟངས་རེད་དེ། ཡིན་པ་ཡིན་ན་ངས་གོང་དུ་ཞུས་པ་ནང་བཞིན་ད་དམ་དྲག་སྙིང་མ་ལྔ་འདུ་བའི་དུས་ཚོད་ཆགས་འདུག་བ་རོ། བདེན་པ་ལ་བཤད་ས་མེད་པ་དང་བདེན་རྫུན་གཉིས་ཀྱི་ནང་ནས་རྫུན་མ་ལ་རྒྱལ་ཁ་ཐོབ་དུས་གནས་སྟངས་དེ་འདྲ་ཅིག་གི་ཐོག་ནས་ད་ང་ཚོ་གྲོས་ཚོགས་འཕོ་འགྱུར་བཏང་གི་འགྲོ་བ་ཡིན་ན།